བཀའ་དྲིན་གསུམ་དང་རྩ་བའི་བླ་མའི་བྱ་བ་རྩ་རྒྱུད་བླ་མ་ཡི་དམ་མཆོག་ཟུང་ལག་གཡས་སུ་བ་འདབས་སུ་བདག་རྒྱུད་བྱིན་གྱིས་རློབས། བདག་སོགས་བསམ་བྱང་ཐམས་ཅད་ལོ་ཕྱུགས་སུ་འགྲོ་བར་བྱིན་གྱིས་རློབས། ཕྱོགས་ལམ་དུ་འགྲོ་བར་བྱིན་གྱིས་རློབས་འོག་ལམ་འཁྲུལ་བ་སེལ་བར་བྱིན་གྱིས་རློབས། འཁྲུལ་བ་ཡེ་ཤེས་སུ་བྱ་བར་བྱིན་གྱིས་རླབས་ཏུ་གསོལ། དེ་ཡང་མ་གྱུར་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཐོབ་བྱ་བླ་ན་མེད་པ། རྣམ་གྲོལ་དོན་དུ་དལ་བར་མཇལ་བ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་དམ་པ། མྱུར་དུ་ཅི་ནས་ཀྱང་ཐོབ་པར་བྱའོ་སྙམ་པའི་ཀུན་སློང་བསམ་པ་སེམས་བསྐྱེད་བཟང་པོའི་གསལ་གདབ་ཏུ་གསན་པར་ཞུ། ནང་པའི་ཆོས་སྐུལ་ཚོགས་པས། སྡེ་ཁག་ཚང་མའི་ནང་དུང་དཀར་རྣམ་པ་བརྫབ་ཁ་ནས་སེམས་དཀར་མཆོད་རོགས་ལ་འགྱེད་ཚང་མ་ལ་འཇུ་ལས་ཞུ་བྱ་སྟངས། གདང་ན་ཚོགས་བ་དེ་རིང་ང་དང་ཡང་སྐྱར། མཉམ་མེད་སྐམ་པོ་པའི་གསུང་བ་འཛབ་ཁ་ནས་ཉམས་ལེན་ལ་གསུང་ཆོས་བདག་པོ་དར་རྒྱ་ནས་གནང། མཐུ་དེ་བཞུ་བཅའ་སེམས་བསྐྱོད་པ་གསང་བདག་ངོས་ལ་ང་དང་གཏམ་བརྗོད། མཚམས་སྟོན་བྱེད་པ་དང། དེ་ནས་མཆོད་པར་བརྗོད་པ་དང་བརྩམ་པར་དམ་བཅའ་བའོ་བཞུགས་ཏེ། དེ་ཟིན་ནས་ང་དང་འཁོར་བ་དང། ཉང་བྲག་གཉིས་ཀྱི་རང་བཞིན་གསུང་བ་འཛབ་ཁ་ནས་བསྐོར་ལ། དེ་ནི་ཟླ་ལྔ་དང་འཁོར་བའི་སྐོར་བུ་ཞེས་འདོད་ནོ། ཟླ་ལྔ་དང་འཁོར་བ་ཟེར་ན། དེ་ནི་སྤྱིར་བཏང་ནས་དེ་ནི་དགའ་གཟུགས་ལྔ་དང། སྤྱི་དང་སྤྱི་གཅིག་ཡིན་ན་གཟུགས་ལྔའི་རྣམ་མཁྱེན་བར་གྱི་ཆོས་ཚང་མ། འཁོར་བ་ན་མྱང་འདས་གཉིས་སེམས་རྣམ་ཀུན་བར་འདུས་ཏེ་ཡོང་བ་ནོ། ད་ལྟའི་ནང་ནས་འཁོར་བ་ཟེར་མཁན་པོ་ཅི་ནོ་ཟེར་ན། འཁོར་བའི་རང་བཞིན་བུ་ཁོ་རང་དེ་ནི་ལྔ་དང་སྟོང་པ་ཉིད་ཡིན་ནོ། འཁོར་བའི་རྣམ་པ་དེ་ནི་དགའ་གཟུགས་ལྔ་དང། འཁྲུལ་བ་ཡིན་ནོ། དེ་ནི་འཁོར་བའི་མཚན་ཉིད་སྡུག་བསྔལ་དུ་ཤར་བ་ཡིན་ནོ། ཡང་ན་ང་དང་སྡུག་བསྔལ་ཡེ་ན་སྐུ་བ་ཆོས་ཀྱང་གཅིག་ཡོང་ནོ་འཁོར་བའི་ནང་སྡུག་བསྔལ་མ་ནས་མ་ནས་འབད་དེ་ནོ། ད་མྱང་འདས་ཟེར་མཁན་པོ་ཁ་ཟུག་བྱེད་ཀྱིན་མིན་ཟེར་མཁན་ནི་སྐོར་ལ་དེ་རིང་བཟོ་དེ་བས་སྐོར་ལ་བརྗོད་བྱ་ཟིན་ནོ། ད་གསུངས་པ་ས་ནི་ད་ལྟའི་ནང་ནས་དེ་ནི་ད་ང་དང་ཨེ། ད་འཁོར་བའི་ནང་འཁོར་མཁན་པོ་སུན་ནོ་ཟེར་ར་ན་མྱང་པོ་འཁོར་བའི་ནང་འཁོར་མཁན་པོ་ཁམས་གསུམ་མའི་སེམས་ཅན་ཚང་མ་ཡིན་ནོ་སོང་ང་ཚོ་དེ་འདུག་ཨ། བདག་དེ་ཀུན་ཅིའི་ཞེས་དང་གོ་ར་རྒྱག་བྱུང་ན། དེ་ནི་ཁོང་ནི་ང་དང་ཡི། རང་བཞིན་ངོ་སྨྲ་དགའ་གཟུགས་ཤིག་གིས་མིན་ན་སུ་ལུག་པོ་ལ་དེ་ནི་ང་དང་ཡི་ངོ་སྨྲ་ཧ་མ་གོ། རྒྱུས་སུ་མ་ཆགས་འཁྲུལ་ལེ་ཞེས་ཟེར་དེ་ནི་ཁོ་རང་ནོ། བདག་དེ་འཁྲུལ་གང་བུ་གའོ་དེ་ནི་ང་དང་ཅི་བར་འཁྲུལ་བསྟན་ནོ་ཟེར་ན་གཞིའི་སྟོང་པ་ཉིད་དེ་རང་བཞིན་ལ་འཁྲུལ་བསྟན་ནོ། དེ་ནི་རྒྱུ་གཅིག་ལ་འཁྲུལ་དེ་ཡིན་ནོ་ཟེར་བས་ན་མཉམ་པོ་རྒྱུ་དེ་ནི་མ་རིག་པ་ཆེན་པོ་ལ་འཁྲུལ་དེ་ཡོངས་སུ་བསྟན་ནོ། ད་འཁྲུལ་ཚུལ་ག་ཚུགས་ཤེས་ཡིན་ནོ་ཟེར་ན་དེ་ནི་འགྲོ་བ་རིགས་དྲུག་གི་སྤྱོད་ཡུལ་དུ་འཁྲུལ་ལ་ནོ་ཟེར་ད་རིགས་དྲུག་གི་ནང་གོ་ག་ནི་ཀ་རུ་ང་དང། བཟུང་ཆུ་ནི་ཆུ་མོ་འཁོར་བ་ནང་བཞིན་དུ་ཀ་ནི་ཀ་རུ་བ་རི་ཀ་ལ་རུ་ཀའི་བ་རུ་མི་ཡས་ཀའི་བ་རུ་དམྱལ་བའི་ནང་ཨས་ཀའི་བ་རི་ཀ་དེ་ནི་ཡི་དྭགས་དུ་འགྲོ་སྟེ་རྩོལ་བ་རིགས་དྲུག་གི་དེ་ནི་ང་དང་ཡིན་ན་ཟེར་ནས་གོ་ཨས་ཀའི་འཇིག་ན་འཁོར་ནི་འདུ་བ་ནོ། ད་དཔེར་ན་ཀ་ཅུག་གི་ནགས་ཚལ་ནི་དེ་ནི་ང་དང་གཉིས་དང་རྨི་ལམ་ནང་བཞིན་ནི་འཁྲུལ་ལ་ནོ། ད་དེར་འཁོར་མཁན་པའང་རང་བཞིན་ནི་ཁོ་ནང་མ་ནས་མེད་དེ་ཡིན་ནོ། ཡིན་ནའང་དེ་ནི་དེས་ད་སྡུག་བསྔལ་མྱོང་དགོས་ཤེས་བྱ་དང་དེ་ཚང་མ་གཙོ་བོ་དེ་ནི་རང་ཡིན་སེམས་འཁྲུལ་པའི་གཞག་སྟེ། འོ་ད་དེ་ཚོགས་པ་དེ་ནི་ང་དང་རང་ཨ་སྣང་བ་རྣམ་སྨིན་སྣ་ཚོགས་པ་མང་པོ་ཞིག་ཤར་ཏེ་དེ་བས་ཁ་ནས་ད་སྡུག་བསྔལ་མང་པོ་ཞིག་མྱོང་དགོས་ཤེས་བྱ་འདྲི་ཡོང་ཨ་ནོ་ཟེར་ཏེ་སུའང་ཙི་ཏི་ཏུ་ཨ། ཨོ། དེ་གསུངས་པ་ལྟར་དེ་རྫོགས་ཟེར་དེ་ནི་ང་དང་ཡིན། དུས་ནམ་ནས་ཕར་ན་འཁྲུལ་དེ་ནོ་ཟེར་ན་འཁོར་བ་ཐོག་མ་མེད་པ་ནས་དེ་ནི་ང་དང་འཁྲུལ་དེ་ཡིན་ནོ། ད་འཁྲུལ་ན་དེ་ནི་སྐྱོན་བཅུའི་སྐྱ་ས་རང་ན་ཡིན་པོ་སྡུག་བསྔལ་འབའ་ཞིག་ལ་སྤྱོད་དོ་ཟེར་དེ་གསུངས་པ་མཛད་དོན་ཚངས་པ་མདངས་བཅུ་ཟེར་ནོ། ད། སྡུག་བསྔལ་འབའ་ཞིག་ལ་སྤྱོད་དོ་ཟེར་རང་ན་ཡིན་པོ་སྡུག་བསྔལ་ཁོ་རང་རང་གཞོན་ནོ་ད་ཁོ་རང་རང་མ་ནི་ཡང་དེ་བར་རེ་ན་ང་དང་བར་རེ་ག་ངལ་སོས་ཏེ་སྐྱིད་པོ་དང་བཅས་ལོ་ལོ་ཅན་གྱི་གཞོན་ཡང་ནོ་ཟེར་ན་དེ་གཟུགས་ཤིང་མ་ནི་མེད་ཀྱང་སྡུག་བསྔལ་རེ་ན། ད་ང་དང་མི་ཚོགས་ཤིག་ལ་བསམ་བློ་བཏང་ཟེར་གྱི་ན་ཡང་མི་ཡིན་དགོས་མ་ད་ང་དང་ཐུག་བྱུང་ཚེ་ཟེར་ན་སེམས་མེད་ན་དགོས་དེ་ཙམ་ཞིག་སྡུག་བསྔལ་ཚོར་བ་ཧ་གོ་ཐུབ་པ་མ་རེད་བ་ད་མིའི་བསམ་པ་ཤེས་པ་ནས་བང་ལ་བཏང་ཚེ་དེར་ང་དང་མིའི་དབུགས་ཆ་ཆ་ཚགས་པ་སེམས་མེད་ན་དགོས་སེམས་ཚེར་གཅིག་ནང་མ་ལྡངས་གང་ཅིག་ནང་མ་ཐོབ་གང་ཅིག་ནང་དེར་ང་དང་གཅིག་གི་ཆ་ཚང་ཅིག་མ་ཐོབ་མ་ཐོབ་གང་ཅིག་ཚོགས་ཤིག་གི་དེ་ཚོ་གི་དཀའ་ངལ་བར་དོ་ཅིག་གི་སྡུག་བསྔལ་ཅིག་གི་ན་མ་ནས་སྐྱང་བུ་བཅད་མེད་ནས་ད་ང་འགྲིག་ཟེར་རང་ད་ང། བདེན་པའི་རང་སྔགས་ཆེ་ཆུང་ཨི་ཚིམ་པོ་ཞིག་སོང་ཟེར་རགས་བསམ་ཁ་ནས་དེ་ཀ་འོ་ང་དང་ཆོས་བཟང་འབྲེལ་ཡོད་ཁ་ནས་སྐྱིད་པོ་ཞིག་རང་ཡང་སེམས་མི་ཐོག་པའི་ཁ་སྦྱར་ཏེ་དེ་ནས་དེ་འོ་ང་དང་སེམས་པ་ལུད་ལུད་ཅིག་ཞིག་བྱས་བྱས་བྱས་འཇིགས་མ་སྐོར་མོ་ཡིན་ནོ་བ་འོ་དེ་སོང་བ་སང་ད་ང་དང་མི་ཚོགས་ཤེས་སྤེལ་པོ་གནང་དེ་ཟུག་གི་ནོ་དེ་ཡིན་པ་སང་སྡུག་བསྔལ་འབའ་ཞིག་ག་ཡང་ན་སྡུག་བསྔལ་ཁོ་རང་རང་ཡང་སྐྱང་ང་ན་མི་ཚེ་ཕུད་དགོས་བྱས་བྱས་འཇིགས་གྱུར་དེ་ཡིན་ནོ་ཟེར་ཏེ་ད་དེ་འོ་མདང་དེ་འོ་དེ་ནས་ང་དང།

ང་དང་འཁོར་བའི་ནང་གི་འཁོར་དེ་དག་དེ་ཚོ་མང་པོ་ཞིག་ཡོངས་སུ་བསྟན་རུང་བ་དག་དེའང་དེ་ནི་ང་དང་འཁྲུལ་བཅས་བྱས་ནས་བཞི། དེ་ནི་ང་དང་སྟོང་པ་ཉིད་ལ་དེ་ནི་འཁྲུལ་བསྟན་ནོ། ཞེས་དེ་གསུངས་སོ། དང། གསུངས་པ་དག་དེ་རྫོགས་སའི་དེ་ནི་སྟོང་པ་ཉིད་ཀྱི་གཞི་བོ་ལ་འཁྲུལ་བཅས་བྱས་ནས་དེ་ནི་འཁྲུལ་བ་འོག་མ་ནི་མི་ཁ་ནམ་བྱ་ནོ། ཞོ་ནོ། དག། ཡེ་ཤེས་སུ་ནམ་གྱུར་ན་ཞུ་ན་ཡེ་ཤེས་སུ་ཞུ་ན། དག་ང་དང་ཨིན་ཁན་བུ། གའ་འོ་ང་དང་དག་སེམས་མའི་རང་བཞིན་རྣམ་པར་དག་པ་གཟེར་ཁན་བུ་ཁོ་རང། དེ་ནི་ང་དང་རྣམ་པར་དག་པ་ནང་བཞིན་དུ་མཐོང་མ་ཐོས་པ། ངོ་བོ་དེ་བས་བཞག་སའི་འཕྲུལ་ལས་འགགས་པ་རྣམ་རྟོག་བས་བཞག་སའི་དག་ལ་ད་ལྟའི་རྩོལ་བའི་རྣམ་རྟོག་པོ་ཁོ་རང་མ་ནས་མེད་དཀའ་ཆགས་སྣང་སྙོམས་པོ་རང་བཞིན་ལས་རྣམ་པར་དག་པའོ་ཁོ་རང་དེ་ནི་རང་བཞིན་ལ་ཡོད་དཀའ་ནང་བཞིན་གཅིག་གིས་གསལ་པོ་ཞེས་བསྒྱུར་ཐུབ་པ་འགགས་པ་ད་ལྟའི་སོགས་སུ་གསལ་པོ་བོ་ནམ་འཆར་ཐུབ་པ་ནོ་ཟེར་ཏེ་ད་ལྟའི་དབུ་སྐྲའི་སྣང་སྙོམས་པོ་བླ་མེད་ཀྱི་བྱང་ཆུབ་ཐོབ་ས་ན་འགྱུར་རོ་ཟེར་ཏེ་གཟུང་བ་ཛཱ་ཏི་དུ་བ་ད་བླ་མེད་བརྗོད་ན་དེ་སངས་རྟགས་མེད་ཀྱང་བྱོན་ནོ་གོང་ན་མེད་ཀྱང་བྱོན་ནོ། སོང་པ་ས་ནི་དཀར་བོ་ང་དང་བདག་ས་དེ་སང་ཁ་ཐོ་བ་དེ་ང་དང་སྤང་བྱ་བྱས་ནས་སྤང་བྱ་ཞིག་ཅང་གང་མེད་གན་ཅི་ཚང་མ་སྤང་ཚར་གན། དེ་སང་ཁ་ཐོ་བ་དེ་ང་དང་ཐོབ་བྱའི་ཡོན་ཏན་ཅན་ཅིག་ཅང་གང་མེད་གན་ཅི་ཚང་མ་ཐོབ་ཚར་གན་འོ་དེ་ཚོགས་ས་དེ་ང་དང་བླ་ན་མེད་པའི་བྱང་ཆུབ་བཞུགས་ས་ད་བྱང་ཆུབ་བཞུགས་ན་སྙམ་པོ་ཨི་བྱང་ཆུབ་པོ་དེ་ནི་ཉན་ཐོས་དང་རང་སངས་རྒྱས་སུ་བྱང་ཆུབ་ཙམ་ཞིག་མིན་པ་དེ་ནི་ཐེག་པ་ཆེན་པོ་དེ་ནང་ནའང་དེ་ནི་ང་དང་ཐེག་པ་ཆེན་པོའི་བླ་ན་མེད་པའི་བྱང་ཆུབ་པོའི་གོ་འཕང་བཞུགས་ན་སྙམ་པོ་ད་སྲིད་ཞིའི་མཐའ་ཐམས་ཅད་ལས་སྒྲོལ་ཐུབ་པའི། འོ་དེ་གཙོ་བོ་དེ་ནི་ང་དང་བྱང་ཆུབ་བུ་ཡིན་ནོ། ད་ཉོན་མོངས་པའི་སྒྲིབ་པ་རྣམས་ཤེས་བྱའི་སྒྲིབ་པ་ཚང་མ་དེ་ནི་ང་དང་བག་ཆགས་དང་བཅས་སོ་སྤང་ཚར་གང། འོ་དེ་ན་ནང་དུ་ཉོན་སྒྲིབ་བཞོན་ན་མཉམ་པོ་གཙོ་བོ་དེ་ནི་ང་དང་འཁོར་བ་ལ་འཁོར་བཅུ་གཅིག་ཅན་ནི་ཉོན་མོངས་པ་དེ་བས་སྒྲིབ་པའོ་ལ་ཉོན་སྒྲིབ་ཟེར་ཏེ་སུའང་ཀྱང། ད་ཤེས་བྱའི་སྒྲིབ་པ་བཞོན་ན་གཙོ་བོ་དེ་ནི་སངས་རྒྱས་སུ་གོ་འཕང་ཐོབ་མི་བཅུ་གཅིག་ལ་བགེགས་བཅུ་སེར་པོར་ཁེངས་པོ་ལ་ཤེས་བྱའི་སྒྲིབ་པ་འོ་དེ་གཙོ་བོ་དེ་ནི་ང་དང་ཉོན་སྒྲིབ་ནང་ཤེས་སྒྲིབ་གཉིས་སྐག་དེ་ནི་མ་ནས་སྤྱང་སྐག་མ་ནས་མེད་ཁ་ནས་ས་བ་བ་ཐག་ནས་བར་ལ་སྤང་ཚར་ཏེ་ཡང་སྐར་སྐད་ཅན་མེད་ཁ་ནས་ཚུར་ལ་དེ་ནི་ང་ཐང་སྤང་ཚར་ཁ་ནས་ད་བྱང་ཆུབ་པའི་གོ་འཕང་རིན་པོ་ཆེ་ས་སྐམ་པོ་ཐོབ་ཚར་ན་དེ་ནི་ད་དྷྲུར་བ་ཡེ་ཤེས་སུ་འགྱུར་ཐུབ་དེ་ཡིན་ནོ། དེ་ལྟར་དེའུ་ལ་འབུ་ས་ལ་ཛ་དུ་བ། འོ་ད་ག་ལྟའི་རྩེ་གཟུགས་ཤིག་ཡིན་ན་ནི་འཁྲུལ་བ་ལ་རང་སངས་ཡོད་དམ་སྙམ་ན། ད་དེ་ནི་འོ་དེ་རྫོགས་པའི་དེ་ནི་ང་དང་འཁྲུལ་བ་འོ་ལ་དེ་ནི་ཁོ་རང་རང་བཞིན་ནི་དེ་འཁྲུལ་བྱེད་ཤ་ནི་དོན་དག་པོ་ལ་མ་ནི་མ་འཁྲུལ་ག་ནི་གའོ་དེ་ནི་ང་དང་རང་བཞིན་ནི་ཁོ་རང་དེ་ནི་གསལ་པོ་བྱ་ཐུབ་བྱེད་ཅན་དེ་ཁོ་རང་རང་བཞིན་ནི་གསལ་པོ་བྱ་ཐུབ་བྱེད་ཅན་དེ་ཡོད་ཀྱ་ཟེར་ན། རང་བཞིན་ནི་ས་ལ་ཐུབ་ཅེས་ཅན་མ་ནི་མེད་ཀྱང་སོ་ད་དེའོ་ལ་དེ་ནི་འཁོར་བ་མཐའ་མེད་པ་ན་གྲགས་པ་དེ་ཡིན་ནོ་ཞེས་གསུང་བ་མཛད་དེ་དུ་བ་རང་བཞིན་ནི་ས་ལ་ཐུབ་ཅེས་ཅན་གྱི་ཐག་བཅད་དེ་མ་ནི་མེད་དེ་ཡིན་ནོ་ཞེས་དེ་གསུང་བ་མཛད་དེ། ཅི་ཡང་ཞུ་ན་རང་བཞིན་ནི་གལ་ཏེ་ས་ལ་ཐུབ་ཅེས་ཅན་གྱི་ཡོད་པས་ན་དེར་ང་དང་བདག་ས་ཚགས་པར་འཁོར་བ་ལ་མཐའ་མེད་ཀྱི་ནི་ཨི་རྫོགས་སེ་འགྲོ་བ་སེམས་ཅན་ཚང་མ་དེ་ནི་བདག་ས་ཚགས་པར་འཁོར་ཏེ་ཅི་ཕེ་ཡོང་ཟེར་ནོ་ཡོང་གོ་ཞེས་ཁོ་རང་རྒྱུད་ཚང་མས་འཐེན་ནོ་དེ་གསུངས་པ་བཟང་རང་བཞིན་ནི་ཁོ་རང་གསལ་ཐུབ་བྱེད་ཞིག་ཅང་གང་གསལ་བྱ་གང་ཅི་གནང་རང་བཞིན་ནི་ཁོ་རང་མ་ནས་ཅང་འབའ་བརྩོན་མ་ནས་སྤྱོད་མ་གོས་པ་ཀུ་ལེ་ཀུ་ལེ་ཡ་དེ་ནི་ང་དང་དེས་འཁྲུལ་བ་བོ་ཚང་མ་མེད་མཁན་ཆགས་བྱེད་བཞིན་གྱི་ཡོད་ཀྱ་ཟེར་ན་འབའ་བརྩོན་མ་ནས་མ་བྱོས་འཁྲུལ་བ་མེད་མཁན་ཚོང་དང་བྱེད་ཅིང་བྱེད་དེ་གཟུགས་རིས་ཅང་གང་མེད་དེ་ཡིན་ནོ། དེ་མེད་མཁན་བི་ཟས་ས་ད་དག་ས་ཚགས་པ་རིགས་དྲུག་མེད་ན་སེམས་ཅན་ཚང་མ་འཁྱམས་ཟིན་ནོ་གསུངས་བ་ཚད་དུ་ནོག་གསུངས་པ་བཟང་འཁོར་བ་ཐ་མལ་པ་ན་གྲགས་པ་དེ་ཡིན་ནོ། དེ་ལྟར་ན་ད་དེ་ལྟ་ན་སོང་ན་སྙམ་པའོ་ཨོ་ཏི་གཟུགས་ཀྱི་མཁན་པོས་བྱས་ཏེ་གཞོན་ནུ་དག་ཁ་དོག་ནི་ང་དང་ཚེ་རིང་པ་ཆོས་ཚེ་གསུང་སྲིད་ཡོངས་ས་གའོ་འཁོར་བ་འདི་འཁྲུལ་བ་ཡིན་ལུགས་སམ། ད་བདེན་པས་རང་ང་དང་འཁོར་བ་ཟེར་མཁན་པོ་འཁྲུལ་དེ་ཡིན་ནོ། གཞི་སྟོང་པ་ཉིད་ལ་འཁྲུལ་དེ་ཡིན་མཁན། གཞི་སྟོང་པ་ཉིད་ཁོ་རང་རང་དེ་ནི་ང་དང་མ་འཁྲུལ་ག་ན་ཧ་གོ་ན་སྙམ་པའོ་དེ་ན་བ་རོ་ཁོ་ན་མྱ་ངན་ལས་འདས་པའི་རང་བཞིན་ཅན་གྱུར་ཐུབ་པ་དགའ། གསུངས་པ་བསམ་ནས་དེ་རྫོགས་སའི་གཞི་སྟོང་པ་ཉིད་ལ་དེ་ནི་ང་དང་རྣམ་རྟོག་གི་བཞག་སའི་འཁྲུལ་པ་བསགས་ན་དེ་ནི་དེ་རྫོགས་བས་དེ་ནི་ང་དང་འཁོར་བ་ལ་འཁྲུལ་ཏེ་ཡིན་ཁམས་དང། སྡུག་བསྔལ་ཆེ་ཚོགས་དང་ཚེ་དང་འཁྲུལ་ཏེ་དེ་ནི་ལྟེ་བའི་བཞག་སའི་མ་རིག་པ་ལ་འཁྲུལ་ཏེ་ལ་བསགས་ལ་སའི་བཞག་སའི་འཁོར་བ་ལ་འཁོར་དགོས་སོ་བསང་འཁོར་བས་ནའང་དེ་ནི་ང་དང་སྡུག་བསྔལ་རྣམ་སྨིན་སྣ་ཚོགས་མང་པོ་ཞིག་འབྱུང་བའོ་དེའང་དེ་ནི་ཉོན་མོངས་པ་འདོད་ཆགས། ཆོས་ཕྱོགས་ཀར་ཉོན་མོངས་པ་འདོད་ཆགས་ཤུགས་ཆེ་བས་དེ་ནི་མིའི་ལུས་རྩལ་ནས་སྐྱེ་བ། ཞེ་སྡང་ཤས་ཆེ་བས་དམྱལ་བའི་ལུས་རྩལ་ན་གཏི་མུག་ཤས་ཆེ་བས་དུད་འགྲོའི་ལུས་རྩལ་ན་སྐྱེ་བ་ལེན་པ། དེ་ནི་མངའ་ཐང་དེ་ན་རྩོལ་བ་དག། ཉོན་མོངས་པ་དེ་ན་རྩོལ་བ་དེ་ནི་མངའ་ཐང་ཡིན། ངར་སྐད་ཤས་ཆེ་བའི་དབང་གིས་འོ། དེ་ནི་ལྷ་ཡི་ལུས་རྩལ་དུ་སྐྱེ་བ་བླང་བ། ཉོན་མོངས་པ་དེ་ནི་ང་དང་ཡིན། ད་ཅི་ཞིག་ཆོ་ག་རེད་བརྟགས་ས། ད་འདྲ་མཚམས་ཟེར་རྫོགས་སྟེ་རྫོགས་ཀྱི་ཤེས་བྱ་བའི་དབང་གིས་དེ་ནི་ང་དང་བླ་མ་ཡིན་ལ་འཐབ་རྩོད་ཀྱི་སྡུག་བསྔལ་མྱོང་དགོས་ཤིག་ཡིན་པ། ད་དེ་ན་ན་འདོད་ཆགས་ཤེས་བྱ་བའི་དབང་གིས་མི་ཡི་ལུས་རྩལ་འདི་སྐྱེ་བ་བླང་དགོས་ཟེ་ཟེ་དེ་ད་སེ་ལེ་ཉིས་ཀྱི་སུལ་ཐབས་ཏེ་དེ་ནི་དེ་བས་ཁ་ནས་ང་དང་རིགས་དྲུག་གི་ན་ཚོད་ད་སྐྱེ་དགོས་ཟེ་ནོ།

འདུ་སྟེ་ཁྱོགས་ན་མཉམ་པོ་སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཁྱད་པར་འདུ་བྱེད་ཀྱི་སྡུག་བསྔལ་སོ་སོའི་སྡུག་བསྔལ་སུ་མེད་ན་དུས་ལ་སངས་ད་སྡུག་བསྔལ་ཆ་ཚོགས་དམ་ད་སྡུག་བསྔལ་བ་མ་ན་ཙམ་ཞིག་འཆར་མུས་ཡོད་མཁན་ད་དེ་ནས་ང་དང་སྡུག་བསྔལ་ད་མ་ནས་ཉལ་བའི་ནང་ཁོའི་སྡུག་བསྔལ་ཧ་ལས་བྱས་ཚེ་ཚད་མེད་མཁན་ཡོད་མཁན་འོ་དེ་ཚོ་བས་དེ་ནས་ཙམ་ཞིག་ཡོད་ཟེར་མཁན་ཚང་མ་མ་ནས་ང་དང་མང་པོ་ཞིག་ཡོད་དོ་ལགས་ད་དེ་ཚང་མ་སྡུག་བསྔལ་ཆེ་ཚོད་དང་ཡུན་གྱི་རིང་ལུགས་སམ་ཟེར་ཏེ་ད་ཡུན་རིང་མོ་ཙམ་ཞིག་ཉལ་བའི་ནང་སྒོ་ལ་མེ་བཙིར་མཁན་ཚང་མ་ནང་རང་གྲོལ་མེད་ལུགས་ཟེར་ད་རང་གྲོལ་མེད་ལུགས་དེ་ལྟར་ལགས་པས་ད་ཁོ་རང་ཁོ་རང་དེ་ཚོ་སྡུག་བསྔལ་ལས་ན་མྱང་སེ་ཡོད་མཁན་པོ་དེ་ནི་ང་དང་འཁྲུལ་དེ་ཡིན་ནོ་འཁྲུལ་མཁན་པོ་ཁོ་རང་གུ་ལེ་གུ་ལེ་ཅིག་ག་དེ་ནི་ང་དང་འབའ་ཚུན་བཅོས་མ་གོ་ས་པ་འཁྲུལ་པ་ཁོ་རང་མེད་མཁན་བྱ་ཐུབ་ཅིག་ཡོད་མཁན་ཟེར་ན་དེ་གཟུགས་ཅིག་མ་ནི་མེད་མཁན་པས་དེ་གཟུགས་ཡིན་མཁན་པས་བཞག་སྟེ་ཟེར་ད་ལྟར་ལགས་པས་ཞོ་ན་ད་ང་ལ་དེ་ནི་ང་དང་གསུང་དུ་ཡོང་ཁ་ནང་ཅན་དུས་གཟུགས་ཀྱི་མཁན་པོའི་ཞག་སྟེས། དུས་དེ་རིང་ནས་བཟུང་སྟེ་བླ་མེད་ཀྱི་བྱང་ཆུབ། ཅིག་ཐོབ་པ་ལ་འབབ་ཚར་ལོ། འོ་དེ་སོང་བ་སང་ད་ཕྱིན་ནོག་ཟེར་ན་བདེན་པས་ང་དང་བསམ་བློ་བཏང་ཟེར་ཁྱོག་ན་དུས་སང་ཡུན་རིང་མོ་ཞིག་ནས་ཕར་ལ་དེ་ནི་ང་དང་དེ་ཚོ་བས་སྡུག་བསྔལ་མ་མང་པོ་ཞིག་མ་སྒོ་མ་ནས་ཕར་ལ་མྱ་འོངས་ཇི་སྣང་ཡོངས་སེམས་ཅན་དུ་ཁ་མ་དགོ་གམ་བདེ་བྱེད་སེམས་ལ་སངས་ལ་སྟེ་ལས་དེ་ནས་འཁོར་བ་ལ་འཁོར་རིན་ཇི་སྣང་ཡོངས་སེམས་ཅན་དུ་དེ་མཚུངས་པ་སངས་ད་ཏུས་དེ་རིང་ནས་ཕར་ལ་གཞོན་ནུ་ད་དེ་རིང་ནས་ཕར་ལ་ཏུས་དེ་རིང་ནས་བཟུང་སྟེ། བླ་མེད་ཀྱི་བྱང་ཆུབ་ཅི་ཐོབ་པ་ལ་འབར་བར་འཚལ་ལོ། ད་གསུངས་པ་སངས་བླ་ན་མེད་པའི་བྱང་ཆུབ་གཞོན་ན་མཉམ་པོ་དེ་སངས་ལ་ཏཱ་ག་མེད་ཀ་ནས་འདི་ནས་སྒྲིབ་པ་ཚང་མ་ངས་སྤངས་ཏེ་འོ་དེ་ནས་ངས་འདི་བདེ་བའི་སྣོད་ནའང་མཐར་ཐུག་གི་བདེ་བ་ཧོ་ཟེར་ཁན་པ་ངས་ཐོབ་བྱས་སྲིད་ཕི་ཡ། འབར་བར་འཚལ་ལོ། སྐྱིད་པ་སངས་སྐྱིད་ཅོ་སྟེང་ཞོ་ནོག་ད་སྐྱིད་ཅོ་སྟེང་དུ་ནི་དེ་ཐོབ་བྱས་ཟོས་པས་འབའ་ཚོང་ཅིག་ཅོག་གོ་ཞིག་འདུག་ཅི་ཡ་ཟེར་ན་འབའ་ཚོང་མ་ནི་མ་ཅོག་གོ་ཁོ་རང་གྱི་ན་ཡོང་ཁ་འཁྲུ་ལི་ཡོད་མཁན་པོ་ཁོ་རང་ཀུ་ལེ་ཀུ་ལེ་སལ་ཐུབ་བྱས་ཅན་ཅིག་མ་ནི་མ་ནོ་སུ་འང་བྱས་དུ་ནོ་སོང་འབའ་སངས་ད་དེ་ལྟར་འབར་བར་ལ་ཅིག་དགོས་བཤད་ན་ད་འབར་ད་འབར་དགོས་བཤད་ཅན་དེ་ལྟར་ན་ཡིན་གྱི་འདུག་ད་སོང་འབར་འབར་ན་ག་སུ་འང་འབར་རེད་ཡིན་འབར་བྱས་ཟོས་པས་ཡ་དེ་ནི་ཅིག་དགོས་ས་ནོ་ཟེར་ར་ན་མཉམ་པོ་དེ་དྲི་བ་དང་ན་མཉམ་པོ་ད་དེ་བོ་ལ་དེ་ནི་ང་ད་ཡིན་ན་ད་ལྟ་མཆོད་སྤྱི་དོན་མདོར་བསྟན་པ་སོགས་ད་ཡིད་སྤྱི་སྡོམ་མཛད་མཁན་པོའི་ནང་ཡིད་སྡོམ་པོ་ག་ནས་མེད་པ་ངེད་ཅག་ཚང་མས་བསླུ་བ་བཟོས་མ་མཛད། མ་ཁག་ཅིག་ནང་ལོག་དེ་ནས་གསུངས་པ་སང་དབྱི་བོ་དེ་ནི་ང་དང་ཡང་ད་ཡོད་སྣང་མེད་སྣང་བསྟན་བཅོས་ཟེར་དེ་ནི་དབྱི་ནང་ནས་བསྟན་བཅོས་ཅན་པོ་ངོ་སྨ་བོ་དབྱི་བོའི་ནང་ཡོད་དོ་ནོ་ད་དེ་འོག་སྡོམ་ནི་རྒྱུད་དང་རྟེན་དང་རྐྱེན་དང་ནི་ཐབས་དང་འབྲས་བུའི་ཕྲིན་ལས་དེ་བླ་མེད་བྱང་ཆུབ་སྤྱི་སྡོམ་དྲུག་བློ་ལྡན་རྣམས་ཀྱིས་ཤེས་པར་བྱ་ཞེས་པ་དེས། ལ། དེ་ནི་སྔགས་དང་སངས་རྒྱས་སུ་གོ་འཕང་ཐོབ་བྱེད་སྲིད་པའི་རྒྱུ། དེའི་ཐོབ་བྱེད་སའི་རྟེན་དེ་ནི་རྐྱེན། དེས་ན་རྩོལ་བ་དེ་ནི་ཐབས་འབྲས་བུའི་ཕྲིན་ལས་དང་དེ་ལ་བརྟེན་ཏེ་དེ་ནི་བླ་མེད་ཀྱི་གོ་འཕང་རིན་པོ་ཆེ་ཐོབ་པ་ནོག་སྟེ་གསུམ་པ་སངས་རྒྱུའི་ནང་གཅིག་རྟེན་དང་གཉིས་རྐྱེན་དང་གསུམ་ཐབས་དང་བཞི་འབྲས་བུ་དང་ལྔ་ཕྲིན་ལས་ནང་དྲུག་འོག་དང་དེ་ལ་བརྟེན་ནས་སྤྱི་སྡོམ་དྲུག་ཞུ་མཁན་པོ་དེ་ནི་སྟེའུ་དང་ལྔ་དང་ཀླུ་དང་ལྡན་པ་ཡང་ན་ཤེས་རབ་དང་ལྡན་དེ་ཡོད་མཁན་ཉིས་བརྒྱ་ནང་ཆོས་ལ་དོན་གཉེར་ཡོད་མཁན་ཐུགས་སྣང་མཛད་མཁན་ནང་ཆོས་ལ་སྦྱངས་པ་དེ་ནི་བཅོས་བྱེད་ལ་མ་དར་པོ་ཡོད་མཁན། འོ་དེ་སོགས་སུ་དེ་ནི་ང་དང། ཀའོ་ཤེས་རབ་ཅན་ཀུན་ནི་ཐུགས་ཡིད་ལ་སྦོ་ར་མཛའ་དེ་ནི་མཁྱེན་དགོས་ཟེར་ནོ་ཟེར་ཏེ་གསུངས་ཟེར་ཏོ་ཤེས་པར་བྱ་ཞེས་པ་སྟེ། ད་ལྟ་བའི་ནང་ནས་དེ་ནི་ང་དང་སྒོ་མ་སངས་རྒྱས་སོགས་གོ་འཕང་རིན་པོ་ཆེ་ཐོབ་ཐུབ་བྱེད་སྲིད་པས་རྒྱུད་གོ་སོ། ད་ལྟེའུ་གཅིག་ནོག་བྱུང་ན་བླ་མེད་ཀྱི་བྱང་ཆུབ་ཡི། བྱང་ཆུབ་དེ་ཡི་རྒྱུད་དང།

དེ་སྒྲུབ་བྱེད་ས་བསྐུལ་བའི་རྐྱེན་དགེ་བའི་བཤེས་གཉེན་བསྟེན་མཁན་གང་ཟག་ཅིག་ཡོད་པ་ཙམ་ཞིག་གིས་བསྟེན་མི་ལུས་རིན་པོ་ཆེ་ཐོབ་པ་ཙམ་ཞིག་འབྲི་ཡོད་མ་གནང་དེའུ་ལ་དགེ་བའི་བཤེས་གཉེན་མེད་ཀ་མེད་སྐུ་ལ་གོས་སོང་ནོ། དེའི་སྒྲུབ་བྱེད་ཟེར་དེ་ནི་ཐབས་གདམས་ངག་དང་གོས་སོང་ནོ་དེ་ལ་བརྟེན་ནས་འབྲས་བུ་སངས་རྒྱས་སའི་གོ་འཕང་རིན་པོ་ཆེ་ཐོབ་པ་གནང་དེ་ཐོབ་པའི་སྟེང་ནས་དེ་ནི་ཕྲིན་ལས་དགའ་བོ་ང་དང་རྟོག་མེད་དེའི་འགྲོ་དོན་དུ་མཛད་དགོས་སོང་ནོ་ཟེར་དེ་འུ་ད་དེའུ་ལྟར་ན་མཛད་དོན་ཨོ་ལེ། ད་ཡིན་ནང་སྙམ་པོ། དེ་ནས་ང་དང་ཨི་ཁ་བ་ང་དང། ལུས་འདོར་དང་པོ་མ་ཤ་དང་ཟངས་ངན་ལ། དེ་ནས་མདངས་ངན་ལ་ང་དང་འཁོར་འདི་གཉིས་ཀྱི་སྐོར་ལ་རྩ་བི་ཤིག་བཞུགས་པ་བཞིན་ཁག་ཆེན་མོ་རྫོགས་ཤིག་ཚོར་བཅས་བྱོས་ན། ད་འཁོར་བ་ན་མྱང་འདས་ཟེར་ཁམས་པོ་ང་དང་བསམ་བློ་བཏང་ཚེ་གྱོང་ན། ཡང་ནི་ད་དེ་གཉིས་ཀ་སོ་སོར་གཅིག་ཀྱང་ང་དང་ནམ་རྒྱུན་ནས་མང་ཆ་གཅིག་གི་ཐུགས་བསམ་ཁོ་རང་ནོ་ད་ང་ཅག་འཁོར་བའི་ནང་ཨ་རག་རྡག་ས་སྡུག་བསྔལ་ཐོབ་ཁ་འཇིག་གིན་ང་ཅག་སྡུག་བསྔལ་མྱོང་ཁ་འཇིག་གིན་ད་སྐུ་ལས་སྐུ་ལས་དེ་ནི་ང་ཅག་ཆོས་སུ་སྤྱོད་སྤྱོད་ཟེར་དེ་ནི་སྒྲིབ་པ་དག་ན་མཉམ་པོ་དེ་ནི་ང་དང་སངས་རྒྱས་སུ་སྒོ་འཕང་རིན་པོ་ཆེ་ཟེར་མཁན་ཅིག་ཐོབ་བྱེད་ཡོད་ཀྱང་འདུག་ད་དེ་སངས་རྒྱས་སུ་སྒོ་འཕང་རིན་པོ་ཆེ་ཟེར་མཁན་འབུ་ནི་དེ་ནི་མ་ནི་ཨི་ཚོགས་སེམས་མ་ནི་འདྲ་ཅན་མི་དེ་ནི་ཡང་ཁོ་རང་ང་དང་སོ་སོ་ཞིག་གིས་འཇིག་རྟེན་སོ་སོ་ཞིག་གི་གསུང་དང་བཅས་ཅན་དེ་དག་དེ་གཟུགས་ཤིག་ཡིན་ཀ་བསམ་དཀའ་ན་ང་དང་མི་མང་པོ་ཞིག་གི་སྣང་བ་དེ་ཚོ་ཁོ་ར་ན་བ་འོ་ད་ངོ་སྨྲ་བརྗོད་ན་དེ་ནི་དེ་གཟུགས་ཤིག་ཡིན་ཀ་བརྗོད་ན་དེ་གཟུགས་སུ་དེ་ནི་ང་དང་སོ་སོ་ནི་ད་ཕས་གོ་ཤེས་ཅན་ཅིག་ཅང་གང་མེད་མཁན་ག་ཅི་ཡ་བརྗོད་ན་དེ་ནི་མ་དག་འཁོར་བ་ནང་དག་པ་མྱང་འདས་ཟེར་དུས་གསུང་བ་མཛད་མཁན་ག་ད་དོ་ས་ལ་མ་དག་པའི་གཞལ་ས་འཁོར་བ། འོ་དེ་ནས་དྷ་ལཱས་བོད་ཁོ་རང་ཚང་མ་དེ་ནས་ཨི་ཏི་པ་བོ་དྷ་ས་ན་མཉམ་པོ་དེ་ནས་བོད་ཁོ་རང་མྱང་འདས་སུ་གྱུར་བྱ་ཅིག་ནོ་མ་ནི་ད་བདག་སེང་ཡི་འཁོར་བ་ཟེར་གི་ནོ་ནས་མྱང་འདས་ཟེར་གི་ནོ་སོ་སོ་ནས་མ་ནས་ཕལ་ཆེར་མེད་དེ་ནོ་བ་དེ་གསུངས་པ་ཙམ་ནས་དེ་ནས་ང་དང་ཡེ་ཤེས་ཁོ་རང་སྒོ་མ་ནས་འདང་གསུངས་ཟེར་ན་དེ་ནས་ཁོ་རང་གཉིས་ཀྱི་ཆོས་ཉིད་ནོ་ཟེར་ཡང་ན་ཁོ་རང་གཉིས་ཀྱི་རང་བཞིན་བཅོས་སྨྲ་མ་ཡིན་གར་འདུག་དཀའ་བ་ཡིན་ནོ་ཟེར་ར་ན་མཉམ་པོ་གཉིས་ཀ་སྟོང་པ་ཉིད་ཡིན་ནོ་ཟེར་ཏེ་གསུངས་སོ། གཞི་ཅི་ནོ་ཟེར་ན་གཞི་སྟོང་པ་ཉིད་ཡིན་ནོ། ད་ཅི་དང། དེ་ན་ནི་འཁོར་བའི་རང་བཞིན་པའང་སྟོང་པ་ཉིད་ལྡན་ནོ། མྱང་འདས་སའི་རང་བཞིན་ཡང་སྟོང་པ་ཉིད་ལྡན་ནོ་ཟེར་ཏེ་གསུངས་སོ། འོ་དེ་གསུངས་པ་སང་སྟོང་པ་ཉིད་ཡིན་མཁན་ལ་ཡིན་མཁན་ཤེས་སོང་ན་དེ་ནི་འཁོར་བའི་རང་བཞིན་སྟོང་པ་ཉིད་ཤེས་པ་དེ་ན་རང་ཁོ་རང་དེ་ནི་མྱང་འདས་སའི་རང་བཞིན་ཅན་གྱུར་སོང་བསྟན་གྱི་ད་དེ་གསུངས་པ་དེ་འོ་ང་དང་མ་ཤེས་མཁན་པའི་གཞས་དེ་ད་ང་དང་ད་སེམས་མེད་ན་གོ་སྣང་བ་ནི་མེད་ན་སོགས་འཁོར་བ་ཟེར་མཁན་ན་སྣང་བ་ཞིག་ཡོངས་བསྟན་ནོ། འོ་དེ་གསུངས་པ་སང་ནི་དེ་ནི་ང་དང་སྐྱེ་བ་འཇིག་རྟེན་གསུམ་གྱི་མགོན་པོའི་བརྡ་ས་དགོངས་ཆེན་གྱི་ངེས་གཞུང་ངོས་ན་ན་འཁོར་འདས་ཕྱོགས་ཀུན་རང་གི་སེམས་སྣང་ཙམ། རྒྱུ་འབྲས་སྐད་ཅིག་བསམ་པའི་རང་གཟུགས་ཡིན། གསུང་བ་ཇི་སྟེ་དེ་ནི་བདེན་པས་འཁོར་བ་དང་མྱང་འདས་ཟེར་ཁ་ནོ་རང་ངའི་བསམ་བློ་དང་དང་གཅིག་ནང་དེ་ནི་རང་ངའི་རྣམ་རྟོག་ཡིན་དེ་ནི་ང་དང་དག་ཁ་བ་ཁྱེད་དང་དག་མ་དག་དེ་གཟུགས་གཅིག་གིས་བཞག་ཟེར་དག་ཡོང་ཟེར་ནོ་དག་གོ་བོ་དེ་གསུངས་པ་བསམ་ནས་དག་ས་ང་དང་འཕགས་པ་དངུལ་ཆུ་ཐོགས་མེད་བཟང་པོ་ཇི་ལྟར་སྣང་བ་འདི་དག་རང་གི་སེམས་སེམས་ཉིད་འདོད་ན་སྤྲོས་པའི་མཐའ་དང་བྲལ་དེ་ཉིད་ཤེས་ན་གཟུང་འཛིན་མཚན་མ་རྣམས་ཡིད་ལ་མི་བྱེད་རྒྱ་ཧྲིག་ལྷག་ལེན་ཡིན་ཟེར་དེ་ལྟ། ཁའོ་ང་དང་ཡི་སྣང་བ་ཙམ་ཞིག་གི་ནང་དེ་ཚང་མ་རང་ཡི་སེམས་མི་ཐོགས་པ་ག་ནས་ཡོང་ཨང། དེ་ནི་སེམས་ཁོ་རང་རང་བཞིན་དུ་དེ་ནི་ཁའོའི་ནང་ཞུགས་ན་སེམས་མེད་སྣང་བ་རྣམ་སྨིན་སྣ་ཚོགས། སྣང་བ་དེ་ནི་ག་ཚོད་ང་དང་སེམས་མེད་ན་ནི་རྣམ་རྟོག་རྣམ་སྨིན་སྣ་ཚོགས་འཁོར་ཁམས་པོ་འཁོར་བ། དེ་ནས་སེམས་ཉིད་རང་བཞིན་ཁོ་རང་གདོད་ནས་དག་པ་སྤྲུལ་པའི་མཐའ་ཐམས་ཅད་དང་བྲལ་བ་དེའོ་ཁོ་རང་དེ་ནི་མྱང་འདས་གཞལ་མཁན་པོ་ཡིན་ནོ། དྭོགས་དེའོ་མྱང་འདས་ཁོ་རང་ཡིན་མཁན་ལ་ཡིན་མཁན་ངའོ་ངོ་འཕྲོད་དེ་དག་གོ་རྒྱུ་བཤད་དེ། དེ་ནི་ལྟེ་བའི་རྒྱུ་བཤད་ན་སྙམ་པོ་ད་གཟུང་བ་དང་འཛིན་པ་གཞལ་མཁན་ན་མཚན་མ་ཚང་མ་རང་བཞིན་ནི་ཁོ་རང་མེད་མཁན་ཆགས་ཀྱང་དེ་གཙོ་བོ་མེད་མཁན་ཆགས་ན་སྙམ་པོ་དེ་ནི་ཅིའི་རྒྱུ་དེ་གཟུང་ན་ད་མྱང་འདས་སའི་རང་བཞིན་ཅན་པོ་ཁོ་རང་རྒྱུར་མཚུངས་པ་ཡིན་ནོ། འོ་དེ་སོང་པ་དང་འཁོར་བ་དང་མྱང་འདས་ཟེར་གང་གཉིས་ཀ་སོ་སོ་ནི་མ་ནས་ཅང་གང་མེད་དེ་ནོ་དེ་སོང་པ་སང་དེ་ནི་མགོན་པོ་ཀླུ་འགྲུབ་པའི་རྟགས་སུ་ང་དང། སྨོན་ལམ་འཁོར་བརྩེགས་མེད་ན་ང་ལྟེའུ་སོང་བར་འཛག་དེ་འདུག་ཀྱེ་མ་ཐོག་ཏུ་ཆོས་དང་ཕྲད་པར་ཤོག་ཀྱེ་མ་ཐོག་ཏུ་ཆོས་དང་ཕྲད་ནས་ཀྱང་ཐོས་བསམ་སྒོམ་གསུམ་རིག་པའི་རྒྱུན་སྦྱངས་ནས་རྣམ་ཤེས་དྲུག་པོ་ཡུལ་ལ་མ་ཡལ་བར་ཏིང་འཛིན་མཛད་ཅིང་སེམས་ལ་དབང་ཐོབ་ཤོག་ཟེར་ཏེ་སོང་བར་འཛག་དེ་དག་བདེན་པས་ང་དང། དང་མི་ཡི་ལུས་རྟེན་གྱི་ཐོ་བས་ནང་དེ་ན་མ་ལ་དེ་ནས་ཆོས་ཤིག་ནང་འཁྲབ་པར་ཤོག་ཅིག་ཧེས། ཕྱོགས་ཤིག་ལ་ཁྲ་ལར་སྣང་དེར་ཡང་དང་ཕྱོགས་སུ་ཁྲ་པ་ཙམ་མིན་པར་དེ་ནི་ཕྱོགས་ལ་ཐོས་པ་འཇོག་གིན་ཡོང་ཞིག། ཕྱོགས་ལ་བསམ་པ་འཇོག་གིན་ཡོང་ཞིག་ཕྱོགས་ལ་སྒོམ་པ་འཇོག་གིན་ཡོང་ཞིག། ད་དེ་རྫོགས་ལ་ཐོས་བསམ་སྒོམ་གསུམ་རིམ་པ་བྱོས་ཚེ་དེ་ནི་ང་དང་སྒོམ་ཉམས་ལེན་འཇོག་གིན་ཅིག་ཡིན་ན་སྒོམ་མ་ཐོས་པ་བྱོས། དེ་ནས་ང་དང་ཆོས་སྲིད་ང་དང་ཆོས་ཕྱོགས་ཁེ་འདོན་འགན་འཆོར་གྱི་འགོ་འཛུགས་འཇོག་གིན་ཅིག་ཡིན་ན་སྒོམ་མ་ཆོས་ལ་ཐོས་པ་བྱོས་ཏེ་ག་ནས་དེ་ནི་ང་དང་ཐོས་བསམ་སྒོམ་གསུམ་རིམ་པ་བྱོས་ཚེ་ཆོས་པ་ལ་དེ་ནས་དེ་ནི་རིམ་པས་བྱོས་ཚེ་དེ་ང་དང། ད་སེམས་མེད་རང་བཞིན་ནི་ག་ཚོད་ང་དང་སེམས་རྒྱུད་ངན་པ་སོག་པོ་ཚང་མ་མེད་མཁན་ཇོ་སྲས་སྦྱང་དགོས་ས་ནོ། དེ་ལ་དེ་ནས་དེ་ནི་རྣམ་ཤེས་ཡོད་དེ་ནི་ང་དང། ད་རྣམ་ཤེས་དཀྲུགས་ཡང་ན་ང་དང་འགྲོ་བ་རིགས་དཀྲུགས་བ་དེ་ནི་འཁོར་བཅས་ཅན་ནི་དེ་རྫོགས་པའི་མ་དག་པའི་སེམས་པོ་ཚང་མ་ལ་དེ་ནི་ང་དང་གཡེང་ཟེར་མ་ནས་མ་སྡུག་པ་དེ་ནི་དེ་ཚང་མ་གཡེང་ཟེར་དེ་བོད་ལ་དེ་ནི་ང་དང་ཉོན་མོངས་སྐྱེ་དེ་བས་གཞན་ཟེར་དེ་ནི་གཞན་དབང་དུ་སོང་དང་ངན་མ་ཡིན་པ་དེ་ནི་ཉོན་མོངས་དུ་གཞན་དབང་ལ་སོང་པ་ཆགས་ན་དེ་ནི་དེ་ན་རང་ཁོ་རང་འཁོར་བར་འགྱུར་དེ་ནོ། དེ་རྫོགས་སེམས་མ་ནི་མེན་པ་དེ་ནི་ཏིང་འཛིན་རྩེ་གཅིག་སེམས་ལ་དབང་ཐོབ་ཤོག་ཟུར་ནོ་ད་ཏིང་ངེ་འཛིན་གྱིས་ད་ཡུལ་ལྷའི་གནས་སུ་ལུག་གོ་རང་ངོ་སྨྲ་ག་ཟུག་ཞིག་ཡིན་མིན་དེ་འོ་གོ་རང་ཤེས་ཏེ་དེ་ནི་ང་དང་སེམས་མ་རང་དབང་ཐོབ་བ་ན་སྙམ་པོ་དེས་ན་འོ་གོ་རང་ཅིས་གྱུར་ཏེ་ནོ་ཟེར་ན་ད་མྱང་འདས་སེམས་རང་ཟིན་བྱ་འདས་གང་པོ་དེ་ན་རང་གྱུར་སོང་སྟེ་ནོ་བ་འོ་དེ་སོང་བ་སང་ད་འཁོར་བ་དང་མྱང་འདས་ཟེར་མཁན་དེ་སོ་སོ་ནས་ཀྱང་འཕེལ་དང་ཚུལ་ཤེས་ན་དེ་གཟུགས་ཤིག་ཅང་གང་མེད་དེ་ནོ་དེ་ཡིན་ཁར་འབད་བྱེད་ཚེ་དེ་ལང་ཀར་ཞིག་པའི་མདོ་སྣང་བ་ནོན་ན་དེ་ནི་རྣམ་རྟོག་བག་ཆགས་འཁྲུལ་བ་ལ་མི་རྣམས་ལ་ནི་ཕྱི་རོལ་ནང་ཕྱི་རོལ་སྣང་བ་ཡོད་མེད་དེ་སེམས་ནི་སྣ་ཚོགས་ཉིད་དུ་སྣང་ཟིལ་ཏེ་སོང་བ་ཟིལ་ཏེ་འདུག་འོ་དེ་སོང་བ་སོང་ནས་ད་རྣམ་པར་རྟོག་པ་བག་ཆགས་ཀྱི་འཁྲུལ་བ་ལ་བརྟེན་ནས་མི་ཚང་བ་དང་ང་དང་གཅིག་ལོ་སྣང་བ་རྣམ་སྨིན་སྣ་ཚོགས་ཕྱི་རོལ་པ་རྣམ་སྨིན་སྣ་ཚོགས་དེ་ནི་ཕྱིའི་གཟུང་བ་ཡི་ཡུལ་རང་བཞིན་ནང་འཛིན་པའི་སེམས་ཡོད་པ་དང་དེ་ཚོགས་མང་པོ་འཇིག་ཡོང་བ་ནོ། བདག་གིས་བདེན་པས་བརྗོད་ན་དེ་ནི་ཕྱི་རོལ་ཕྱིའི་ཡུལ་ལས་གཟུང་བའི་ཡུལ་རང་བཞིན་གོ་རང་མེད་བསྟན་ནོ་ཅེས་བརྗོད་ན་སེམས་མེད་དེ་ནི་རྣམ་པ་རྣམ་དབྱེའི་སྣ་ཚོགས་སམ་ནོར་ཁྱེར་དང་རྣམ་དབྱེ་སྣ་ཚོགས་པའི་རྣམ་རྟོག་རྣམ་དབྱེ་སྣ་ཚོགས་པའི་གཞི་ས་དེ་ནི་སྣང་སོང་བསྟན་ནོ་ད་ལྟའི་རྫོགས་ས་སྣང་བའང་རང་སེམས་དེ་ནི་ང་དང་ཆོས་སྐུ་བའི་རང་བཞིན་ཅན་ནི་མཁྱེན་ལ། ནི་དེ་རྫོགས་སའི་དེ་ནི་ཆོས་སྐུ་བའི་རང་བཞིན་ཅན་པོའང་མཁྱེན་བསྟན་ན་སེམས་མེད་རང་བཞིན་ངོ་མ་འཕྲོད་པ་སེམས་མེད་རང་བཞིན་རྣམ་པར་རྟོག་པ་མ་བསལ་བ་དེ་བས་གཞི་ས་གསུངས་དོན་འོ་དེ་གསུངས་པ་མདོར་ན་དེ་ནི་ང་དང་ད་ཆོས་ཕྱོགས་ག་རེ་མ་བརྟགས། འཁོར་བ་རྣམས་དག་པ་མྱང་འདས་ཟད་མཁན་པོ་དག་མ་དག་གི་ཁྱ་ཅིག་ཕེབས་སའི་འཁོར་བ་དང་མྱང་འདས་ཟད་དེ་སོ་སོ་ཞིག་ཡིན་ནོ་མ་ནི་ད་དག་པ་དེ་ན་ཁོ་རང་དེ་ནི་ང་དང་མྱང་འདས་གྱུར་སོང་དེ་ནོ་མ་དག་པ་ཁོ་རང་ད་ཁོ་རའི་རང་བཞིན་ཁོ་རང་ཡོད་མཁན་ལ་གསལ་པོ་ཆགས་མ་ཐུབ་པའི་ཆ་ནས་འོ་ད་དེ་ནི་ང་དང་འཁོར་བ་ཟད་མཁན་པོ་འོ་ད་དེ་སོ་བས་ང་དང་ཐུགས་བསམ་གསལ་གོ་ཤེས་ཅན་ཁག་ཆེན་མོ་ཡིན་ཀྱང་འཇུག་དེ་གསུངས་པ་སང་ད་འཁོར་འདི་གཉིས་སའི་སྐོར་ལ་འོ་ད་དེ་གཟུགས་ཤིག་ཡིན་གྱིན་འདུག་ཟེར་དུ་བཞུད་བྱ་ཟིན། ད་ལྟའི་ཁ་ནས་ང་དང་འདི་རིང་ཅི་འདུག་ཞུ་ན། ད་མགོ་མ་ད་ང་དང་ཁ་འོ་རྒྱུ་དང་རྟེན་དང། རྐྱེན་དང་ནི་ཐབས་དང་འདྲ་བོའི་ཕྲིན་ལས་དེ་བླ་མའི་བྱང་ཆུབ་སྤྱི་སྡོམ་དུ་བློ་ལྡན་རྣམས་ཀྱིས་ཤེས་པར་བྱ་གསུང་བ་མཛད་མཁན་ལ་ད་སྡོམ་དྲུག་ཡོད་མཁན་རྣམས་ནས་ད་དང་པོ་རྒྱུ་ཟེར་མཁན་འདུག་ད་ཅི་ཡིན་རུང་ཞུ་ན་ད་དེ་ན་རིམ་པ་བཅོ་བསལ་ལྟ་ན་རྫོགས། རྒྱུ་ནི་བདེ་གཤེགས་སྙིང་པོ་སྟེ་གཏན་ནས་མི་བསླུ་རིན་ཆེན་མཆོག་སྐྱེ་གནས་རྒྱལ་བའི་བཤེས་གཉེན་ཉིད་ཐབས་ནི་དེ་ཡི་གདམས་ངག་སྟེ་འབྲས་བུ་རྫོགས་སངས་རྒྱས་སའི་སྐུ་ཕྲིན་ལས་སྟོང་པའི་འགྲོ་དོན་རྩ་བཅད་པ་རྣམས་ཡིན་ནོ་ཞེས་སུ་བ་ཛ་དན་དུ་བ་ད་ལྟའི་གསུངས་པ་སངས་ཡི་ཟླུམ་པོ་ཉིད་བཞག་ནས་ཀ་ནས་མེད་པ་ཡང་སྐྱར་གཟུགས་མ་ཛདང་ང་ནས་ཟླུམ་པོ་གཟུམ་ནང་འདྲེ་ཡང་རྣོག་གཡུ་གཟུམ་ནང་འདྲེ་ཡང་རྣོག་ད་དེ་ན་ན་ས་ལ་རྫོགས་པོ་གཡས་པའི་ནང་ནས་ཡང་འདུ་བ་ད་རྒྱུ་ཛ་གན་པོ་ཆེ་ནོག་ཞུས་ན་རྒྱུ་ནི་བདེ་གཤེགས་སྙིང་པོ་སྟེ་རྒྱུ་བདེ་བར་གཤེགས་པའི་སྙིང་པོ་ཡིན་ནོ་གཏན་མི་བསླུ་རིན་པོ་ཆེ་ཡིན་ནོ།

ཅེས་ཞུས་ན་ད་ང་ད་ཡང་སྟོན་ཐོག་གཅིག་མ་རྒྱག་ལ་ཅིག་འདྲ་གཟུགས་ཕུན་སུམ་ཚོགས་པ་ཞིག་མིན་ཏེ་དེ་བས་ཁ་ན་ང་ད་ལོངས་སུ་སྤྱོད་བྱེད་ཅན་ཅིག་ཐོབ་པ་ན་དེའི་ཐོབ་བྱེད་ལས་ཕི་ཨ་ང་ད་ཡང་དེ་ནས་འབའ་བརྩོན་མ་ནས་བཅོས་མ་གོ་བ་སོ་སོ་དེ་ནས་ང་ད་ཡང་སྐམ་པ་རྐྱང་སེ་སྡུག་སེ་དེ་ནས་སྟོན་ཐོག་པོ་སོ་སོ་དེ་ནས་ང་ད་ཡང་དཀའ་བོ་དེ་ནས་འདོན་དང་འདོན་དཀའ་ནས་དེ་ནས་ང་ད་ཡང་སྤྱོད་ཆོག་ག་རེ་དང་ས་དེར་མ་འོངས་ནས་ནའང་ཡོང་བ་མ་རེད་བ། འོ་དེ་སོང་པ་ད་ལྟའི་སྡེར་མ་བསྣོལ་ན་ང་དེ་ན་དེ་རིང་འདོན་སྟངས་གེ་མོ་ཞིག་འདོན་ནས་འཛམ་ན་དེ་འོ་དེ་ནས་འགོ་མ་ནས་འབར་སོན་མ་མང་པོ་འོ་ཞིག་འཛར་དགོས་སོ་ནོ་དེ་ལ་བརྟེན་དེ་མ་ནས་ཡོང་ཐུབ་བ་མ་ནོ་བདེར་ན་ང་དང་གཟའ་འཇིག་ཚོགས་ཞིག་ཡོད་དེ་འདོན་ནས་ན་དེ་གཟའ་ན་དེ་རིང་ང་དང་ཐེ་ལི་ཀང་གཟའ་ན་འབོན་གེ་དེ་ན་མ་མང་པོ་ཞིག་འབར་བརྩོན་བྱོས་སེ་མ་ནས་ཡོང་ཐུབ་བ་མི་རུ་བ་འོ་དེ་ཚོགས་ཞིག་ཨ་ད་དེ་འོ་དེ་ནས་ང་དང་ཅི་དགོས་སོ་ནོ་ཟེར་ན་ད་འགོ་མ་ཁོ་རང་དེ་ནས་ང་དང་རྒྱུ་གཟའ་ར་ན་མྱང་པོ་ན་ཟེར། དེ་ནི་ང་དང་རྒྱུ་ས་བོན་གྲུང་པོ་ཞིག་གོ་ས་ནོ། དེས་ན་རྩོལ་བ་བརྟན་བཅོས་ན་སྙོམས་པོ་བརྟན་དེ་ནི་ང་དང་རྟེའུ་བཏབ་ཚད་དེ་ནི་བཞིན་བཟང་པོ་ཞིག་གོ་ས་ནོ། དེ་ནི་རྐྱེན་ཅི་ཡིན་གོ་ས་ནོ་ཟེར་ན་རྐྱེན་དེ་ནི་ང་དང་དགེ་བའི་བཤེས་གཉེན་རྫོགས་པ་དང་རྟེའུ་ལ་དེ་ནི་ཆུ་ལུད་གྲོ་ཤེར་ཚང་ཁ་འཇིག་ཡིན་གོ་ས་ནོ། ད་རྟེའུ་ལ་ཐབས་ཅི་ཡིན་གོ་ས་ནོ་ཟེར་ན་ཐབས་པོ་ལ་དེ་ནི་ང་དང་རྨོ་ལོག་དང་གོ་ས་ནོ།

འོ་དེ་ན་རྩ་བ་དང་ང་དང་བདག་སྲིད་ཡིད། དེ་འཁྲུལ་བ་ཡེ་ཤེས་སུ་དེ་ནི་ང་དང་འཆར་བྱེད་སྤང་དེ་ནི་ང་དང་སྐམ་པ་བརྐྱང་སྲིད་སྡུག་སྲིད་དེ་ནི་ལོ་ལོ་བཅོལ་སྲིད་སྡུག་སྲིད་འཁྲུལ་བ་ཡེ་ཤེས་སུ་འཆར་ཐུབ་བྱེད་བྱ་ནུས་ཀྱང་ཟེར་ན་དེ་ནི་དེ་གཟུགས་མེད་ཀྱང། འོ་དེ་གསུངས་པ་དང་འཁྲུལ་བ་ཡེ་ཤེས་སུ་འཆར་ཟེར་ནའང་བླ་མེད་དེ་བྱང་ཆུབ་སྒོ་སྤང་ཐོབ་བྱེད་སྲིད་པས་ཁྱེད་ལྟ་ན་འབའ་ཚུལ་འཇིག་ཆོས་ཚད་མ་ནས་མཐོ་བ་མ་ནོ་ཟེར་ད་ལྟ་གཙོ་བོ་འོ་དེ་འོད་སྲུང་བ་མཛད་དེ་ལོག